གང་གི་དུས་སུ་ཡིན་སོགས་ནས་ལྟ་བ་དང་རྗེས་དཔག་མེད་བྱེད་པའི་དམ་པའི་གཞི་ནས་སྟོན་མཛད་པའི་གོ་ཐམས་དེ་ལ་ཕྱག་འཚལ་ལོ། ད་ང་ཚོས་དེ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་བསྟན་པའི་ཆོས་དེ་ལ། ཨ་ནི་ཕ་མེས་ཀྱི་དུས་ནས་ཆོས་དེ་རྗེས་སུ་ཞུགས་ངེས་ཡིན་ནས་འདྲ། འོ་ད་ཨེ་ནི་ད་རི་སྐྱེ་སའི་དུས་ཚོད་ལ་ཡ། ཅིག་དོ་སྣང་གསར་པ་ཅིག་ལས་བྱས། ཨེ་ནི་སངས་རྒྱས་པའི་ཆོས་ཉམས་སུ་ལེན་ངེས་ཡིན་ནས་ཅི་འདྲ།

ད་དེ་ལྟ་བུའི་སྟོན་པ་མི་འདྲ་བ་མང་པོ་ཡོད་པའི་ནང་ནས་ད་བཅོམ་ལྡན་འདས་ཀྱིས་བྱམས་པ་དང་སྙིང་རྗེ། བསླབ་བྱ་སྐྱོན་ཡག་གི་རྒྱུ་མཚན་དེ་རྟེན་འབྱུང་གི་དེ་ཁོ་ན་ཉིད་ས་དེའི་ཐོག་ནས་འགྲེལ་པ་དེ་སྐྱོན་འདེབས་ཀྱི་ཡོད་རེད། འགྲེལ་བཤད་དེ་སྐྱོན་འདེབས་ཀྱི་ཡོད་རེད། ཟེར། དེ་འདྲ་ཡིན་དུས་ཙང་ནས་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་དབུས་ན་དབུ་མ་རྩ་བ་ཤེས་རབ་ཀྱི་རབ་བྱེད་ཉི་ཤུ་རྩ་བདུན་གྱི་རབ་བྱེད་ཐ་མ་སྟེ་གྱི་གཞུང་དེ་སྟོན་པའི་བཀའ་དྲིན་དྲན་ནས་སྟོན་པ་ལ་གུས་ཕྱག་མཛད་ཡ་དེ་ལ། གང་གི་ཐུགས་སེམས་ངལ་བསོ་ནས་ལྟ་བ་དོན་བྱེད་སྤངས་པའི་ཕྱིར་དམ་པའི་ཆོས་ནས་སྟོན་མཛད་པའི་གོ་ཐམས་བདག་ལ་ཕྱག་འཚལ་ལོ་ཟེར་ནས། ད་ཚིག་གཞན་འདི་གསུངས་ཡོད་རེད། ད་ཚིག་གཞན་འདི་གིས་ནི་སྟོན་པའི་ཡོན་ཏན་མཁྱེན་བརྩེ་གཉིས་པོ་དེ་གསུངས་འདོད་དོ།

གཞན་གཅིག་པའི་གསུང་སྐུ་རྒྱལ་པོ་ཆེ་ནི་ཡོད་པ་ཡིན་ན་ཡང་གང་ལྟར་ཅིག་ཡིན་ནི་ལྷག་པའི་བསམ་པས་ཟིན་པ་ཅིག་མེད་ན་ནི་ཕན་ཡོན་དེ་ཙམ་ཞིག་རེད་མ་གཏོགས་ཞེ་དྲག་གི་ཡོང་དོན་ཡང་ཡོད་མ་རེད་པ་ཚོ་དེ་འདྲའི་ཡིན་དུས་མཁྱེན་བརྩེ་གཉིས་པོ་འདི་གང་གི་ཐུགས་བརྩེས་ཉེས་བཙུགས་ནས་ཟེར་ནས་བརྩེ་བ་དེ་བྱས། ལྟ་བ་ཐུགས་རྗེ་སྤངས་པའི་ཕྱིར། ཟེར་ནས་གསུངས་བྱས་བདེ་སྐྱིད། ཨེ་ནི། ཤེས་རབ་ཀྱི་ཕྱོགས་ནས་གསུང་གི་ཡོད་རེད་ག་རེ་ལབ་ན། ལྟ་བ། ཕྱིན་ཅི་ལོག་གི་ལྟ་བ། མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་ག་ད་དེ་འདྲ་འདྲ་བའི་ཕྱིན་ཅི་ལོག་གི་ལྟ་བ་དེ་ནི་སེལ་ཐབས། དེ་ནི་ཕྱིན་ཅི་མ་ལོག་པའི་ལྟ་བ་སྐྱེས་པའི་སྒོ་ནས་ཕྱིན་ཅི་ལོག་གི་ལྟ་བ་སེལ་ཡ་མ་གཏོགས། ད་ག་ད་ལྟ་སྟངས་ནོར་འཁྲུལ་ཡིན་བསྡད་པ་དེ་སེལ་ཡ་དེ། ལྟ་སྟངས་ནོར་འཁྲུལ་མེད་པ་ཅིག་སྐྱེས་པའི་སྒོ་ནས། ནོར་འཁྲུལ་ཅན་གྱི་ལྟ་སྟངས་དེ་སེལ་རྒྱུ་རེད་མ་གཏོགས་ཐབས་གཞན་ཡོད་མ་རེད་པ་ད། དཔེར་ན་ང་རང་ཚོས་དཔེར་ན་ཀ་ཁ་མི་ཤེས་པའི་བློ་འདི་ཀ་ཁ་ཤེས་པའི་བློ་ཁོ་ནས་བསལ་ཡག་མ་གཏོགས་ཀ་ཁ་མི་ཤེས་པ་འདི་སྨན་ཟས་ནས་ཤེས་པར་བྱ་ཡག་ཡོག་མ་རེད། སྨོན་ལམ་རྒྱབ་ནས་ཤེས་པར་བྱ་ཡག་ཡོག་མ་རེད། གང་ལྟར་ཀ་ཁ་མི་ཤེས་པའི་བློ་འདི་བསལ་ཡག་དེ། ཀ་ཁ་བསླབས་ནས་ཀ་ཁ་ཤེས་པའི་བློ་འདི་གཅིག་པུས་ནི་མི་ཤེས་པའི་བློ་དེ་བསལ་གི་ཡོག་རེད་པ། བྱས་ཙང་ཀ། ལྟ་བ་ཐུགས་རྗེ་སྤངས་པའི་ཕྱིར་ཟེར་ནས་ཕྱིན་ཅི་ལོག་གི་ལྟ་བ་སྡུག་བསྔལ་གྱི་རྒྱུ་བྱེད་མཁན། དེ་འདྲས་ཀྱི་ད་ལྟ་བ་འདི། ཨེ་ནི་བསེ་ཡག་གི་དོན་དག་ལ་ཡང་ཨེ་ནི། ཨེ་ནི། བླང་དོར་གྱི་ད་ལྟ་གྲུབ་ཀྱི་ཆོས་བསྟན་ནས། འོ་ད་འདིའི་ཐོག་ནས་ཨེ་ནི། གདུལ་བྱའི་ཨེ་ནི་སྡུག་བསྔལ་སེལ་བར་མཛད་ཀྱི་ཡོད་རེད། ལྟ་བ་ཐམས་ཅད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་མཛད་པའི་གོ་ཐམས་དག་ལ་ཕྱག་འཚལ་ལོ། ད་ལྟ་བ་བསེ་རུ་ག་འདྲས་རེད་ལབ་ན། ལྟ་བ་སེ་ཡ་གོ་ན་ཐབས་ལམ་དེ་ག་རེད་ཟེར་ལབ་ན་ཨེ་ནི། རྩ་བ་ཤེས་རབ་ཀྱི་དང་པོའི་ཆོས་ཤེས་དགོ་ར། ཨེ་ནི་གང་གི་ཐུགས་ཚིག་ཉིད་སོགས་ནི་ལྟ་བ་མ་རེད། གང་གི་རྟེན་ཅིང་འབྲེལ་བ་ཅུང་འགག་པ་མེད་པ་རྐྱེན་མེད་པ་ཆད་པ་མེད་པ་རྟགས་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་ཅིང་སྤྲོས་པ་ཉིད་ཅིག་གཞི་བརྟན་པ་རྫོགས་པའི་སངས་རྒྱས་པ་རྣམས་ཀྱི་དམ་པ་དག་ལ་ཕྱག་འཚལ་ལོ་ཟེར་ནས་ད་གསུངས་བྱ་ཡ་དེ་གི། ང་རང་ཚོ་ལ་ཕན་ནུས་དངོས་སུ་འབྲེལ་ཏེ་ངན། ཕན་ནུས་ཉམས་སུ་མྱོང་ངན་རང་ཉིད། ཕན་ནུས་ཡོང་ངན་གྱི། ཨེ་ནི།

མ་རིག་ཡང་རྩ་བ་ཤེས་རབ་ནང་ལས་ཡ། མ་རིག་སྒྲིབ་པའི་ཡང་སྲིད་ཕྱིར་བྱས་ནས། གསུང་བཤད་ན་དེ་རེ་དོ། རྩ་བ་ཤེས་རབ་ཀྱི་རབ་བྱེད་ཉི་ཤུ་རྩ་དྲུག་པོ་དེ་ནང་ལོགས་ལས་ཡ། ཨེ་ནི། མ་རིག་པའི་དབང་གིས་སྲིད་པ་འཁོར་བ་ལ་འཁོར་དང་འདི་གསུངས་ཡོད་རེད། སང་ཀ། མ་རིག་པས་ཨེ་ནི། ཡིན་ལུགས་ཀྱི་གནས་མཐོང་བ་ལ་བསྒྲིབས་ནས།

དེ་འདྲ་ཞིག་ལ་ཡང་སྣང་ཡོང་གི་ཡོད་རེད་སྣང་བ་ནང་བཞིན་བདེན་པ་ཨ་ཚད་ཚུགས་ཚུགས་པ་ཞིག་ལ་འཛིན་ནས་འཛིན་པ་དེ་ཨེ་ནི་ཆགས་སྡང་སྐྱེ་ཡག་གི་ལས་སར་ད་ཁ་སང་གི་ལབ་ཡག་དེ་ཡིད་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་ས་ནས་ད་འོ་དེ་འདྲ་གི་གཏི་མུག་དེ་སེལ་དགོས་ཡག་ཡིན་པ་རེད་ད་འདི་ཨེ་ནི། དེའི་ནང་ལ་དབུ་མ་བཞི་བརྒྱ་པའི་ནང་ལ་མགོན་པོ་ཀླུ་སྒྲུབ་ཀྱི་སྲས་ཀྱི་ཐུ་བོ་ཨརྱ་འདས་བ་ཨེ་ནི་ཁོང་གིའང་དབུ་མ་བཞི་བརྒྱ་པའི་ནང་ལ་ཡང་ལུས་ལ་ལུས་དབང་ཇི་བཞིན་དུ་གཏི་མུག་ཀུན་ལ་གནས་གྱུར་ཏེ། དེས་ན་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་གྱུར། ཨེ་ནི། ལུས་ཀྱི་མིག་གི་དབང་པོ་རྣ་བའི་དབང་པོ་ཨེ་ནི་སྣ་ཡི་དབང་པོ་ལ་སོགས་པའི་དབང་པོ་དེའི་དེ་ལ་ཨེ་ནི། ཁ་ས། མིག་གི་དབང་པོ། སྣ་ཡི་དབང་པོ་ལ་སོགས་པའི་དབང་པོ་གཞན་དེའི་དེ་ལ་ལུས་ཀྱི་དབང་པོས་ཁྱབ་ཡོད་རེད། ལུས་ལ་ལུས་དབང་ཇི་བཞིན་དུ། དཔེར་ན་མིག་གི་དབང་པོ་དེ་སྣའི་དབང་པོ་ལ་ཁྱབ་ཡོད་མ་རེད། འོ་ན་ལུས་ཀྱི་དབང་པོ་དེ་གང་དག་ག་ཚོད་རེད། དབང་པོ་གཞན་དག་ཚང་མ་ལོགས་ལ་ཡང་ཕུག་གེ་པ་ཁྱབ་བདེ་ངེས་ཅིག་ཆགས་བདེ་གི་འདུག་བ་ས་དེ་འདྲ་ཡིན་པ་ཡིན་དུས་ས་ནི་དཔེ་དེ་དཔེ་ལ་བཀོད་ནས་དཔེ་དེ་བཞིན་དུ། ཉོན་མོངས་པ་ཐམས་ཅད་ཀྱང་ཨེ་ནི་མ་རིག་པའི་གཞན་དབང་ཅན་ནི་མ་རིག་པའི་དབང་གིས་བྱུང་བ་བྱས་ཅེས་ཁ་ཚ་ཞུ་ཡང་ན་མ་རིག་པ་དང་མཚུངས་ལྡན། ཡང་ན་མ་རིག་པའི་རྒྱུ་བྱས་ནས་སྐྱེས་ནས་ངེས་བྱེད་ཀྱི་གང་དག་མ་རིག་པ་དང་མ་འབྲེལ་བའི་ཨེ་ནི། ཉོན་མོངས་རྩ་བ་ནས་ཡོད་མ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཙང་ནས། ལུས་ལ་ལུས་དབང་བྱེད་བཞིན་དུ། ཨེ་ནི། གཏི་མུག། གཏི་མུག་སྟེ་ཨེ་ནི། ག་ས་བཅུ་པོ་དེ། ཉོན་མོངས་ཐམས་ཅད་ལ་ཁྱབ་བརྡལ་ཡོད་རེད།

གཏི་མུག་ངོས་འཛིན་དང་ཕྲ་རགས་མུ་གུ་ཡང་ཡང་སྟེ། རྩ་བ། ལྟ་བའི། རྣམ་གཞག། ཕྲ་རགས་ཡོད་པ་དེར་བརྟེན་ནས། དེ་དང་འབྲེལ་ཏེ་ཡོད་རེད། གང་ལྟར། ཡིན་ལུགས། ཀྱི་ལྟ་བ། གང་འདྲ་ཡིན་པ་དང་ཡིན་ལུགས་དེ་ག་རེ་ཡིན་པ་དེའི་ལྡོག་རྩ་འཛིན་ལས་ངན་དེ་དང་མ་རིག་པ་ཟེར་བྱེད་ཀྱི་འདུག་བ། བྱས་ཙང་ཀ། ད། མ་རིག་པ་འདོད་སྟངས་དེ་མང་པོ་ཡོད་རེད་དེ། ད། མགོན་པོ་ཀླུ་སྒྲུབ་ཀྱི་སྟོང་ཉིད་དུ་བཞུགས་པ་ཡིན་པར་ཡོད་དེ་རྣམས་ལས། རྒྱུ་དང་རྐྱེན་ནི་སྐྱེ་དངོས་རྣམས་ཡང་དག་པར་ནི་རྟོགས་པ་གང་དེ་ནི་སྟོན་པས་མ་རིག་གསུངས། དེ་ལས་ཡན་ལག་བཅུ་གཉིས་འབྱུང་བསྲེ། རྒྱུ་དང་རྐྱེན་ནི་འབྱུང་བའི་དངོས་པོ་འདི་རྣམས། ཡང་དག་པའམ་ངོ་བོ་ཉིད་ཀྱིས་ཡོད་པར་ལྟ་བའི་བློ་དེ། གཏི་མུག་རེད། མགོན་པོ་ཀླུ་སྒྲུབ་ཀྱིས་མི་འཛིན་དུ་གསུངས་སྣང་འདུག་ག་ད་དེ་ལ་སོགས་པའི་གཞུང་མང་པོ་ཡོད་རེད།

འདི་ཡག་པོ་ཞིག་བཤད་པ་ཡིན་ན་ཨེ་ནི། ཡུལ་རང་ངོས་ནས་སྒྲུབ་པ་སྣང་ཞིང་སྣང་བ་དག་ཏུ་འཛིན་པའི་བློ་དེ་ཨེ་ནི། བློ་དེ་གཞན་ཡུལ་ཐ་སྙད་དུ་ཡང་མེད་པ་ཞིག་ཤེས་ཡོང་ནས་ཡོང་དུས་ཚར་ནས་ཨེ་ནི། སྒོ་གཏི་མུག་ཁེགས་འགྲོ་གི་རེད། བྱས་ནས་འོ་ད་དེ་འདྲ་ཡིན་པ་རེད། ཀྱང་དེ་འདྲ་ཡིན་དུས་རྩ་ནས་ད་འོ་སྟོན་པ་བཅོམ་ལྡན་འདས་ཀྱི་བརྩེ་བའི་ཡོན་ཏན། མཁྱེན་པའི་ཡོན་ཏན་ད་དེ་གཉིས་གཙོ་བོ་རེད་འདུག་ག། བྱས་ཙང་ང་རང་ཚོ་ནམ་རྒྱུན་རིག་གསུམ་མགོན་པོ་ཟེར་ནས་རྩ་ཆེན་པོ་བརྩི་བསྡད་ཀྱི་རེད་བ་ད། ད་དེ་སྙིང་རྗེའི་ལྷ་མཆོག་འཕགས་པ་སྤྱན་རས་གཟིགས། ཨ་ནི་ཤེས་རབ་ཀྱི་ལྷ་མཆོག་འཕགས་པ་འཇམ་དཔལ་དབྱངས།

དེའི་འཕྲལ་དུ་ཡིན་ན་ཡང་ཁོ་ག་ད་སྔོན་ད་ལྟ་ད་ལྟ་སྔོན་འདུལ་བསྡུས་ཀྱིས་ཅིག་སྒུག་ཡོད་རེད་ལ། གལ་ཆེ་ཤོས་དེ་སྔོན་འདུལ་ལུས་རྟེན་ལ་མ་བརྟེན་པར་ཨེ་ནི་ཆོས་རིག་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་དེ་ཁོ་ན་ཉིད་ཀྱི་དོན་ཐོས་བསམ་སྒོམ་གསུམ་བྱེད་ཐུབ་ཡ་མི་འདུག་ག། ཚེ་དེ་འདྲ་ཡིན་དུས་ཙང་ནས་ཐར་པ་སྒྲུབ་པའི་རྟེན་ལ་སྔོན་འདུལ་ལུས་རྟེན་མི་ཐབས་མེད་ཐབས་རེད། བྱ། དེ་འདྲ་ཡིན་དུས་ཚེ་ནི་འཁོར་བ་ལྡོག་པའི་ལམ་བཤད་ཡིན་དུས་ཚེ་ནི་ལམ་ཇི་ལྟ་བུ་ཞིག་གིས་འཁོར་བ་ལྡོག་པ། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལྡོག་པ་ཟེར་ནས་གསུང་གི་འདུག་ག། བྱ། དེ་འདྲ་ཡིན་དུས་ཚེ་ནི་ད་སྔོན་དུ་མི་ཡི་ལུས་རྟེན་ཐོབ་ཡག་འདི་ཧ་ཅང་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་འདྲའི་སྔོན་དུ་མིའི་ལུས་རྟེན་ཐོབ་ཡག་འདི་སྔོན་དུ་ལུས་རྟེན་ཐོབ་པ་ལ་གེགས་བྱེད་མཁན་དེ་བསོད་ནམས་མ་ཡིན་པའི་ལས་རེད། མདོར་ན་མི་དགེ་བཅུ། སྲོག་གཅོད་པ།

ཁ་ནས་མ་ཆོས་མཁས་པས་བྱང་ཆུབ་གསུམ་དང་སྟོང་ཉིད་ཀྱི་ལྟ་བ་སོགས་བཤད་ནས་ཉིན་རེ་ཉིན་རེ་ལག་ལེན་གྱི་ཐོག་ལ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་མེད་ན། ནི། ཆོས་དེ། ད་ག་ཟེ་ཁ་ནས་འདྲ་ཞིག་འདྲ་ཅིག་གི་ནི། ཁ་ཤས་ཀྱི་ཆོས་སོགས་ལ་ཆགས་པ་རེད་དེ་འདྲ་ཡིན་དུས་ཙང་ནས་ལག་ལེན་སྐལ་ཡིན་དུས་ཙང་ནས་རིམ་པ་དང་པོ་དེ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱི་ལག་ལེན་སྐལ་དེ་བྱས། ད་འདི་ནམ་རྒྱུན། སོ་ཐར་གྱི་ཚུལ་ཁྲིམས་ཁྱིམ་པའི་སྡོམ་པ་དགེ་བསྙེན་གྱི་སྡོམ་པ་ནས་བཟུང་བ་ཅིག་གི་ད།

ད། ཁ་ཆེ་ཆོས་ཡིན་ནའི་འདྲ། ཧིན་རྡུ་ཆོས་ཡིན་ནའི་འདྲ། ཨེ་ནི་ཡེ་ཤུ་ཆོས་ཡིན་ནའི་འདྲ། དེ་ལ་སོགས་པའི་ད་ག་ད། འཛམ་བུ་གླིང་གི་ཆོས་བརྒྱུད་གཙོ་ཆེ་ཕལ་མོ་ཆེ་ཨེ་ནི་མི་དགེ་བཅུ་དེ་ཧ་ལམ་ཡོད་བསྡད་པ་རེད། ད་ལོག་ལྟ་དེ་སོ་སོ་སོའི་ལྟ་གྲུབ་དང་འབྲེལ་ནས་ལོག་ལྟའི་ངོ་བོ་མེད་འདྲ་བཤད་ཡོང་དགོས་རེད་བ། སྤྱི་ཡོངས་ཀྱི་ཆ་ནས་ད་ག་ད།

ས་དེ་འདྲའི་ཡིན་དུས་ད། བར་དོ་དག་ནི་འདོགས་པར་བྱེད་གསུངས་དུས་ས་ནི་ད། སངས་རྒྱས་པས་ད་སྟོན་པ་ཉག་གཅིག་རེད། དེ་ཡང་ཚད་མ་ཀུན་འདུས་ཀྱི་ཆོས་སྤྱོད་ལས་སློབ་དཔོན་ཕྱོགས་ཀྱི་ལམ་གྱི་ཚད་མ་ཀུན་འདུས་ཀྱི་ཆོས་སྤྱོད་ལ་ཚད་མར་གྱུར་པ། འགྲོ་ལ་ཕན་བཞེད་པ། སྟོན་པ། སྟོན་པ། ཞེས་པའི་སྐབས་ནས་བསྟན་བཞག་པས། ད་དེ་ཁོ་ན་ཉིད་ཀྱི་དོན་ཤེས་པས་ད་ཤེས་རབ་དེའི་སྒང་ལ་ལེགས་འགྲོ་བ།

ཏིང་ངེ་འཛིན་གྱི་བསླབ་པ་ང་ཚོ་ཐུན་མོང་བར་གདའ། ཤེས་རབ་ཀྱི་བསླབ་པ། ཅིག་ཞི་རགས་ཀྱི་རྣམ་པ་ཞིག་ནས་ལམ་བསྒོམ་ཡ་དེ་འདྲས་ཀྱི། ཤེས་རབ་ཀྱི་བསླབ་པ་དེ་ང་ཚོ་ཐུན་མོང་བ་རེད། ད་ཐུན་མོང་མ་ཡིན་པ་དེ། ཕུང་པོ་ལས་དོན་གཞན་པའི་དང། ཡོད་པ་དང་མེད་པ་སོགས་ད་དེ་གང་སླེབས་པ་རེད། དེ་ང་རང་ཚོ་སྒེར་གྱི་སོ་སོའི་བྱུས་གཏོགས་རེད། དེ་ང་ཚོ། ང་ཆ་བཞག་ན་དྭངས་མེད་པའི་ལྟ་བ་ལ་དགའ་བ་ཡོད། ང་དྭངས་ཡོད་པའི་ལྟ་བ་བསམ་གཏན་གྱི་རེད། ཁྱེད་རང་ཆ་བཞག་ན། ག་ཚོད་ཕུང་པོ་ལས་དོན་བཞིན་པའི་བདག་ལྟ་ཡིན་དུས་ཚ་ནས་ཡང་ཁོ་ར་ཅིག་གསུམ་ལ་འཕེན་གྱི་ཡོད་རེད་དབེན་ཁྱེད་རང་འདི་བསམ་གཏོང། ང་ཚོ་ཐུན་མོང་གི་ཆོས་འདི་ཨེ་ནི། ཐུན་མོང་གི་བསླབ་པ་གསུམ་བྱ་དེ་ད་ཐུན་མོང་ཆགས་བསྡད་ཡོད། ད་ཐུན་མོང་མ་ཡིན་པའི་བདག་མེད་པའི་ལྟ་བ་དང་འབྲེལ་བའི་ཨེ་ནི་བསླབ་པ་གསུམ་པོ་འདི་བཤད་ཡོང་དུས་ལྷག་པའི་བསླབ་པ་གསུམ་ཟེར་དུ་ཆགས་པ་རེད།